སློབ་ཚན་ལྔ་པ་སྒོས་རྩིས་སྦྱང་གི་གདའ། ཨ་ནི་སྒོས་རྩིས་ནང་ལ་ཡག་ག་ཚོད་ག་རེ་ག་རེ་སྦྱང་གི་རེད། ཞུས་པ་ཡིན་ན་ཨ་དེ་ནག་པང་དེ་དོ་སྣང་བྱེད་ཨ། སྒོས་རྩིས་སློབ་ཚན་སྐབས་ལ་ཡག་ང་ཚོས་འཛིན་གྲྭ་དང་པོའི་སྒོས་རྩིས་སློབ་ཚན་དེ་དྲན་གསོ་བྱེད་ཡུལ་གཅིག་རེད། དེ་མཉམ་དུ་ལ་ཡག་སྒོས་རྩིས་ཀྱི་ངོ་བོ། འདི་སྦྱང་གི་རེད། དེ་ལ་འདི་རྗེས་ལ་ཡང་དགུན་ཟླ་བཅས་ནས་དགུ་ཚིགས་བརྒྱ་དང་སྦྱང་གི་རེད། དགུན་ཟླ་བེད་སྤྱོད་བྱས་ནས་དགུ་ཚིགས་བརྒྱ་དང་བྱས། འདི་གནས་གར་བྱེད་ཀྱི་རེད། གནས་གཅིག་གྲངས་ཀྱིས་གནས་གསུམ་གྲངས་ལ་འོད་མདངས་སྦྱང་གི་རེད། སློབ་ཚན་ལྔ་པ། རྒོད་རྩིས། འདི་རྒོད་རྩིས་ཀྱི་ཤོག་ཉོས་དང་པོ་དེ་ང་ཚོ་མཉམ་འདོགས་ཀྱི་གློག་ཡིག་འདའ། ང་ཚོས་འཛིན་གྲྭ་དང་པོར་འཐེན་རྩིས་ཀྱི་ལམ་ནས་ཆ་སྙོམས་བགོ་བཤའ་བརྒྱ་རྟགས་དང། ཉུང་དུ་སོང་བའི་རྒོད་རྩིས་ཀྱི་འགྲོ་སྟངས། དེ་ཡང། གནས་གཅིག་གྲངས་ཀྱིས། གནས་གཅིག་གྲངས་ལ་བགོ་བ་དང། གནས་གཅིག་གྲངས་ཀྱིས་གནས་གཉིས་གྲངས་ལ་བགོ་སྟངས་སྦྱངས་ཡོད། གཤམ་དུ་ང་ཚོས་དེ་དག་དྲན་གསོ་བྱ་རྒྱུ་དང་ཆབས་ཅིག་རྒོལ་རྩིས་ཀྱི་ངོ་བོ་དང་དགུན་ཟླ་བེད་སྤྱད་དེ་བགོ་བ། གནས་གཅིག་གྲངས་ཀྱིས་གནས་གསུམ་གྲངས་ལ་བགོ་བ་བཅས་སྦྱང་དགོས། ད་བྱེད་སྒོ་དང་པོ་འདི་ང་ཚོ་གློག་ཡིན་ད། ཀ། བྱི་རི། བྱི་རི་ཁ་གྲངས་ཁ་ཤས་ཤིག་སྤྲད་དོ། བྱི་རི་སློབ་ཕྲུག་གཉིས་ལ་བགོ་བཤའ་བརྒྱབ་ན་སློབ་ཕྲུག་རེར་བྱི་རི་ག་ཚོད་ཐོབ་བམ། དེ་ང་ཚོ་བྱེད་སྒོ་ཅིག་སྟོན་གི་ཡིན་ད་དེ་ཟིག་ཨ། ད་དང་པོ་ང་ཚོ་བྱི་རི་ག་ཚོད་དུ་བལྟ་གི་ཡིན་ད། བྱི་རི་གཅིག། གཉིས། གསུམ། བཞི། ལྔ། དྲུག། བདུན། བརྒྱད། བྱི་རིགས་བརྒྱད། ད་བྱི་རིགས་བརྒྱད་འདི་སློབ་ཕྲུག་གཉིས་ལ་གོ་ཤེས་རྒྱག་གོ་ཡོད་དུས་སློབ་ཕྲུག་གཉིས་ཀྱིས་བྱི་རིགས་བླུགས་ས་དེ་གཉིས་བཞག་འདུག་ཨ། བྱས་ཙང་ང་འདི་ནང་ལ་ཡང་བྱི་རིགས་གོ་ཤེས་རྒྱག་གི་ཡིན་ད། གཅིག། གཅིག་གཅིག་བཞག་སོང་ཨ། གཉིས་གཉིས་བཞག་སོང་ཨ།

བྱི་རིལ་བརྒྱད། སློབ་ཕྲུག་གཉིས་ལ་སྒོ་ཆ་བརྒྱབ་པ་ཡིན་ན་སློབ་ཕྲུག་རེའི་རེ་ལ་ཡང་བྱི་རིལ་ག་ཚོད་རག་གི་འདུག་བྱི་རིལ་བཞི་ཞིག་རག་གི་འདུག་ཨ། བྱས་ཙང་བཞི་དེ་གར་ཆགས་པ་རེད། བརྒྱད། དགོས། གཉིས། དེ་ཨ་ནི་དགོས་སྟོབས་ལ་བཞི་རག་པ་རེད། ཨ། ཁ་བ་དེ་ང་ཚོ་མཉམ་དུ་སློག་ཡིན་ད། ལྷག་ཆུང་ལ་ཚ་ལུ་མ་དྲུག་ཡོད། ཁོས་སྡེ་ཚན་གཉིས་ལ་ཆ་སྙོམས་སྒོ་ཆ་བརྒྱབ་པ་རེད། བྱས་ན་སྡེ་ཚན་རེ་རེ་ལ་ཚ་ལུ་མ་ག་ཚོད་འདུག་གམ། ད་མི་སྤར་ལ་སྲིད། དང་པོ་དེ་ལ་ཡ་ཚ་ལུ་མ་དྲུག། གཅིག་གཉིས་གསུམ་བཞི་ལྔ་དྲུག་ནང་བཞག་ཏུ་འང། དེ་ནས་མ་གའི་ཚན་པ་གཉིས་བཟོས་ཏུ་འང། ཚན་པ་རེ་རེ་ནང་ལ་ཚ་ལུ་མ་ག་ཚོད་བཞག་ཏུ་ཚ་ལུ་མ་གཅིག་གཉིས་གསུམ་བཅས་ཚན་པ་གཅིག་ནང་ལ། ཡང་ཚན་པ་གཞན་པ་ནང་ལ་གཅིག་གཉིས་གསུམ་བཞག་ཏུ་འང་ཚན་པ་གཉིས་ནང་ལ་ཡ་ཚ་ལུ་མ་གོ་ཤ་རྒྱབ་པའི་སྐབས་ལ་ཚན་པ་རེ་རེ་ནང་ག་ཚོད་དོ། ཚན་པ་རེ་རེ་ནང་ལ་གསུམ་གསུམ་འདུ་བ་བྱས་ཙང། དྲུག་དགོས་གཉིས་གར་དང་མཚུངས་པ་རེ་གསུམ་དང་མཚུངས་བ་རེ་གསུམ་དེ་དགོས་ཐོབ་རེད། སྡེ་ཚན་རེ་ལ་ཚ་ལུ་མ་གསུམ་རེ་འདུག་ལན་དུ་བརྒྱག་བ་རེད། ད་ག་པ་དེ་སྲིད་དང། ཡང་ཁོས་ཚ་ལུ་མ་དྲུག་དྲུག་པོ་དེ་དག་སྡེ་ཚན་གསུམ་ལ་ཆ་སྙོམས་བགོ་བཤའ་བརྒྱབ་པ་རེད། འདི་དྲི་བ་འདི་གང་འདྲ་སོགས་རེད། དྲུག། དགོས། གསུམ། ག་རེ་དང་མཚུངས་བ་རེད། གཉིས་དང་མཚུངས་བ་རེད། སྡེ་ཚན་རེ་རེ་ལ་ཚ་ལུ་མ་གཉིས་རེ་འདུག། ཨ་མ་གས། པར་ལ་གཟིགས་དང། སྡེ་ཚན་རེ་རེ་ན་གཉིས་གཉིས་གཉིས་བཞག་འདུག་ཨ། གཉིས་གཉིས་བྱེད་པ་ག་ཚོད་འདུག་མ་གས། གསུམ་འདུག་ཨ། བྱས་ཙང། སྡེ་ཚན་གཅིག་ནང་ལ་ག་ཚོད་འདུག་གཉིས་འདུག་ཨ། བྱས་ཙང་གཉིས་འདི་དགོས་སྟོབས་རེད། ལྔ་ཚ་གཅིག། འོད་ཟེར་གྱི་ངོ་བོ་བྲིས་འདུག་ཨང། ད་དེ་ཐན་རྫས་བསྟུད་མའི་ལམ་ནས་ཆ་སྙོམས་འགོ་བ་བྲིས་ཤག་ང་ཚོས་ཐན་རྫས་བསྟུད་མའི་ལམ་ནས་ཆ་སྙོམས་འགོ་བ་དེ་ག་འདྲས་སུ་དགོས་ཀྱི་ཡོད་མེད་དེ་དཔེ་མཚོན་གྱིས་སྟོན་གྱི་ཡིན་དེ་དོ་སྣང་གནང་ཨ། དེའི་གྲུ་བཞི་མ་ག་ཚོད་དོ། གྲུ་བཞི་མ་གཅིག་གཉིས་གསུམ་བཞི་ལྔ་དྲུག་འདུག་ཨ། གྲུ་བཞི་མ་དྲུག་འདིའི་དུམ་བུ་གཉིས་ལ་བཏང་པ་ཡིན་ན་ང་ཚོ་ག་འདྲས་སུ་བཏང་གི་རེད། དུམ་བུ་གཉིས་ལ་བཏང་ཡར་དང། ཡང་དུམ་བུ་གཅིག་བདེ་བཞག། དུམ་བུ་གཉིས་ལ་བཏང་དུས་གོ། དང་པོ་གར་བྱས་སོ། དྲུག་ནི་གཉིས་འཐེན་སོང། རེ་རེ་སྤྲད་ན་གཉིས་འཐེན་པོ་རེད། གཉིས་འཐེན་དུས་དེ་ག་ཚོད་ལྷག་འདུག། དྲུག་ནི་གཉིས་འཐེན་པ་ཡིན་ན་གཅིག་གཉིས་གསུམ་བཞི་ལྷག་བཞག་དྲུག་ནི་གཉིས་འཐེན་ནི་བཞི་ལྷག་བཞག། ད་ཡང་བརྒྱ་ཡར་རེ་རེ་འཐེན་གྱིན་གདའ། དུམ་བུ་གཉིས་ནང་ལ་ཡང་གོ་ཤ་བརྒྱ་པའི་སྐར་ཡང་བརྒྱ་རེ་རེ་འཐེན་པ་ཡིན་ན། གཞི་ནས་ཡང་བརྒྱ་གཉིས་འཐེན་སོང་ཨང། ད་ག་ཚོད་ལྷག་འདུག་གཉིས་ལྷག་འདུག་གཅིག་གཉིས་ལྷག་འདུག་ཨང། ད་མཐའ་མ་དེ་ལ་ཡང། ཡང་བརྒྱ་རེ་རེ་མ་འཐེན་པ་ཡིན་ན་ངས་གཉིས་འཐེན་གྱི་འདུག་ཨང། ཐེངས་རེ་རེ་ལ་གཉིས་གཉིས་འཐེན་སོང་ཨང། མཐའ་མ་གཉིས་དེ་ངས་རྡུལ་ས་འཐེན་པའི་སྐབས་ལ་མ་གལ་ལ་ཡང་བཅད་ལྷག་མ་སོང། གྲུ་བཞི་མ་ཆ་ཚང་རྫོགས། བྱེད་དུས། ཐེངས་ག་ཚོད་འཐེན་སོང། ཐེངས། དང་པོ་འདི་བྱས་ཐེངས་གཉིས་པ་འདི་བྱས་ཐེངས་གསུམ་པ་འཐེན། ཐེངས་གསུམ་པ་དེ་ནི་རྫོགས་སོང་ཨ། བྱས་ཙང། དུམ་བུ་གཅིག་ནང་ལ། གྲུ་བཞི་མ་ག་ཚོད་དོ། གཅིག་གཉིས་གསུམ། གཅིག་གཉིས་གསུམ་འདུག་ཨ། བྱས་ཙང་སྒོ་སྟོབས་འདི་ག་རེ་རེད། སྒོ་སྟོབས་གསུམ་རེད། དྲུག། དུམ་བུ་གཉིས་ལ་བཏང་པའི་སྒོ་སྟོབས་ལ། གསུམ། འཐེན་རྩིས་བསྟུད་མའི་ལམ་ནས་ཆ་སྙོམས་བགོ་བ། དེ་ལ་ཡང་ང་ཚོས་ཤོག་ངོས་འདི་གང་ལ་ཡབ། སྒམ་པོ་གི་པར་མང་པོ་ཞིག་འདུག་ཨ་ནི་གོ་ཤེས་རྒྱག་སྟངས་ཤིག་སྟོན་ཞག། བྱས་ཙང་ཁྱེད་རང་དེ་དོ་སྣང་གནང་ཡེར་དགའ། ངའི་དྲི་བ་དེ་བློ་ཡིན། ལྷག་བསམ་ལ་སྒམ་པོ་བརྒྱད་ཡོད། མོས་གྲོགས་མོ་གཉིས་ལ་ཆ་སྙོམས་གོ་ཤེས་རྒྱབ་པ་རེད། ད་གཟིགས་ད། སྒམ་པོ་གྲལ་དང་པོ་དེ་ལ་ཡང་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་འདུག། སྟག་ལྷག་བསམ་གྱིས་གྲོགས་མོ་གཉིས་ལ་སྒམ་བུར་གཅིག་རེ་སྤྲད། གཅིག་རེ་སྤྲད་དུས་ག་ནི་བརྒྱད་ནས་གཉིས་ཐེན་གྱི་རུ་བ་ཨ་ནི་ག་ཚོད་ལྷག་འུ་འདུག་དྲུག་ལྷག་འུ་འདུག་བ། ཡང་བརྒྱ་གཅིག་རེ་སྤྲད་ནི་དྲུག་ནས་གཉིས་ཐེན་གྱི་རུ་བ་ཨ་ནི་སྒམ་བུ་ག་ཚོད་ལྷག་འུ་འདུག་བཞི་ལྷག་འུ་འདུག་བ། ཡང་བརྒྱ་གཅིག་རེ་སྤྲད་ནི་སྒམ་བུ་བཞི་ནས་གཉིས་ཐེན་གྱི་རུ་བ་ཨ་ནི་ག་ཚོད་ལྷག་འུ་འདུག་གཉིས་ལྷག་འུ་འདུག་བ། ཡང་བརྒྱ་གཅིག་རེ་སྤྲད་ནི་ཐ་མ་གཉིས་ནས་གཉིས་ཐེན་ནི་ག་ཚོད་སྒམ་བུ་བཅས་ལྷག་མ་སོང་བ། སྟག། དགོས་ཚིག་གི་ལམ་ནས་ག་འདྲས་བྱེད་དགོས་རེད། རྒྱས། དགོས། གཉིས། གར་དང་མཚུངས་པ་རེད་བཞི་དང་མཚུངས་པ་རེད། བྱས་ཙང། གྲོགས་མོ་རེ་རེ་ལ་སྒམ་པུག་བཞི་རེ་ཐོབ། ཨོ་ཏོས་ལན། བྱེད་དགོས་རེད། རྩིས་དཔེ་ལ་ཡང་གཟིགས་ཨ། རྩིས་དཔེ་བཀའ་པ་འདི་འདྲ། དཔའ་ལྡན་ལ་དཔའ་རིས་ཀྱི་ཤོག་བྱང་བཅུ་གཉིས་ཡོད། ཁོས། གྲོགས་པོ་བཞི་ལ་ཆགས་སྙོམས་དགོས་པ་རེད། གྲོགས་པོ་རེ་རེ་ལ་ཤོག་བྱང་ག་ཚོད་འདུག་གམ། ད་དྲི་བ་འདི་ལན་ལ་ཡས་མི་དགེ། པར་ག་ཚོད་འདུག་ཁྱེད་རང་གྲངས་ཀ་ཇི་ཡིས་བརྒྱབ། ར་ཨ་ནི་ཁོ་རང་གི་གྲོགས་པོ་བཞི་དེ། དེ་ལ་ཡས་བང་བྲིས་ནས་དེ་བཞག་བྱིས་དུས་ཁྱེད་རང་གི་ག་འདྲ་གནང་དགོས་རེད། འཐེན་རྩིས་ཀྱི་ལམ་ནས་སྒོས་རྩིས་བརྒྱབ་སྟངས་རེད་ད། གྲོགས་པོ་བཞི་ལ་ཡས་དང་པོ་བཅུ་གཉིས་ནས་རེ་རེ་རེ་རེ་སྤྲད། བཞི་རྫོགས་སོང་ཨ། བརྒྱད་ལྷག་བཞག།

ད་རྒོད་རྩེ། བྲིས་དང་འདུག་ཟེར་བ། བཅུ་གཉིས་རྒོད་བཞི། དེ་ག་རེ་དང་མཚུངས་པ་རེད། གསུམ་དང་མཚུངས་བ་རེད། བྱས་དུས་མི་རེ་རེ་ལ་ཡ། པར་རིས་འདི་འདྲ་ག་འདྲ་ག་ཚོད་རག་སོང། གསུམ་གསུམ་རག་སོང་ཨ། ད་གཡས་ངོ་ཅོག་དེ་གཟིགས་དང། གཡས་ངོ་ཅོག་དེ། རྒོད་དང་མ་འདྲ་ཞིག་བཏོན་འདུག་ཨ། དེ་ལ་ཡ་ཁྱེད་གར་མཐོང་གི་འདུག། ཁང་པ་འདྲ་བོ་ཞིག་བྲིས་འདུག་ཨ། དེའི་ནང་ལོགས་ལ་བཅུ་གཉིས་བཞག་འདུག། དེའི་ཕྱི་ལོགས་དེ་ལ་ཡང། ཕྱི་ལོགས་ཀྱི་གཡོན་ངོ་སྦྱོར་ལ་བཞི་བྲིས་འདུག་གང་དེ་གསུམ་བྲིས་འདུག། དོན་དག་གར་གཟིགས་འོ་རེ། བཅུ་གཉིས་ནང་ལོགས་ལ། གཞི་བྱེས་པ། ག་ཚོད། གཞི་བྱེས་པ་ག་ཚོད་ཡོད་རེད། གཞི་བྱེས་པ་ཐེངས་ག་ཚོད་འཐེན་དགོས་རེད། གཞི་བྱེས་པ་ཐེངས་གསུམ་འཐེན་པ་ཡིན་ན་བཅུ་གཉིས་རྫོགས་འགྲོ་གི་འདུག་ཨ། བྱས་ཙང་བཅུ་གཉིས་ནས་བཅུ་གཉིས་འཐེན་ནི་ཀླད་ཀོར་བྲིས་ཡོད་དེ། བཅུ་གཉིས་ནས། བཅུ་གཉིས་ནས་གཞི་བྱེས་པ་ཐེངས་གསུམ་འཐེན་ནི་ཨ་ནི་རྫོགས་པ་སྟོན་གི་ཡོད་རེད། བྱས་ཙང་གྲོགས་པོ་རེ་རེ་ལ་ཤོག་བྱང་གསུམ་རེ་འདུག། ཨ་ཁ་པ་དེ་ཟིག་ཨ། དྲང་ཐིག་བེད་སྤྱད་དེ་དགོས། མི་དགེ། ཀླད་ཀོར་ནས་རྗེས་མ་བང་བྲིས་ནས་ཉི་ཤུ་ཚན་བོ་དུ་བྲིས་འདུག་ཨ། ད་དེ་དྲང་ཐིག་འདི་ལ་ཡ་དྲང་ཐིག་ཟ། དྲང་ཐིག་ཉི་ཤུ་ཚན་ལྔ་ནས་ཁྱང་ལ་ཡ་འཐེན་རྩིས་རྒྱབ་དགོས་སྐོར་ད་ཟིག་ཨ། སྒྲོལ་དཀར་ཚོས་དྲང་ཐིག་སྟེང་ཉི་ཤུ་ཚན་ལྔ་ནས་གཡོན་དུ་ཕྱིར་བཤིག་པ་རེད། ཕྱིར་བཤིག་རེད་ལ། གྲངས་ལྔ་རེ་ཡོད། བྱས་ན་ཉི་ཤུ་རྩ་ལྔ་ནས་ལྔ་བྱེད་པ་ཐེངས་ག་ཚོད་ཕྱིར་ཤི་དགོས་སམ། ད་དྲི་བ་འདི་རེད། ཨ་ཁྱེད་རང་གིས་གྲངས་འདི་ལ་ཡང་གཟིགས། གྲངས་འདི་ཉི་ཤུ་རྩ་ལྔ་ནས་ལྔ་རེ་ལྔ་རེ་མ་ཕྱི་ཤི་རྒྱག་པ་འདུག་ཨ། ཁྱེད་རང།

ཉི་ཤུ་རྩ་ལྔ་ནས་ལྔ་འཐེན་ན་ཉི་ཤུ་བྱེད། ཉི་ཤུ་ནས་ལྔ་འཐེན་ན་བཅོ་ལྔ་བྱེད། བཅོ་ལྔ་ནས་ལྔ་འཐེན་ན་བཅུ་བྱེད། བཅུ་ནས་ལྔ་འཐེན་ན་ལྔ་བྱེད། ལྔ་ནས་ལྔ་འཐེན་ན་ཀླད་གོ། བྱས་ཙང་ཉི་ཤུ་རྩ་ལྔ་ནས་ལྔ་དེ་ཐེངས་ག་ཚོད་འཐེན་དུ་སྲིད། ད་རྒོད་རྩིས་ཀྱི་རྣམ་པར་བྲིས་པ་ཡིན་ན། ཉི་ཤུ་རྩ་ལྔ་རྒོད།

མཚུངས་བདག། བར་སྟོང་སྟོང་ཆ་ནང་ལ་གཉིས་བྲིས་འདུག་ཕྱི་དྲོའི་བཅུ་ནས་ལྔ་ཐེངས་གཉིས་འཐེན་ན་དགོས་ཐོབ་ལ་གཉིས་ལེགས་འདུག་ཨ། དེ་ནང་བཞིན་གཉིས་པ་དེ་སྲིད་ད། བཅུ་བཞི་ནས་བདུན་འཐེན། དེ་ནས་ཡང་བརྒྱ་བདུན་འཐེན། དེ་དང་གར་མཚུངས་ཀུ་དོག། བཅུ་བཞི་དགོས། བདུན། དེ་དང་གཉིས་མཚུངས་གཉིས་དེ་དགོས་ཐོབ་ཆགས་སོང་ཨ། གསུམ་པ་དེ་སྲིད་དང། བཅུ་དྲུག་ནི་བརྒྱད་འཐེན། ཡང་བརྒྱ་བརྒྱད་ཅི་འཐེན། ཐ་མ་རྫོགས་དྲུག་འདུག། ད་ཁྱེད་རང་གིས་དགོས་ཚིག་ལམ་ནས་ག་འདྲས་བྲིས་ཀྱི་འདུག་བཅུ་དྲུག་དགོས་བརྒྱད། མཚུངས་རྟགས། དགོས་སྟོབས་ལ་གཉིས། བཞི་བ་དེ། བཅོ་བརྒྱད་ནས་དགུ་འཐེན། དེ་ནས་ཡང་བརྒྱ་དགུ་འཐེན།

དྲང་ཐིག་སུ་དུས་ཀྱང་ཀླད་ཀོར་ནས་འགོ་བཙུགས་འདུག་ཨ། ཀླད་ཀོར་ནས་བཅུ་གཉིས་པོ་དུ་བྲིས་བཞག། ཁྱེད་རང་གིས། མཆོང་སྟངས་ག་འདྲས་མཆོངས་འདུག་ཕྱི་བཞིན་ག་འདྲས་བརྒྱབ་འདུག་ཟེར་ཨ། དེ་ནས་བཅུ་གཉིས་དགོས་གསུམ། དེ་སྟོང་ཆ་ནང་ལ་ག་རེ་བསྐང་དགོས་ས་རེད། འདི་བསམ་དང་བྲིས་ཨ། འདི་ནང་བཞིན་ཁ་པ་ག་པ་ང་པ་བྱས། འདི་དག་རང་སྣང་ཡ་བྱས། བྲིས་པ་གཉིས་པ། འཐེན་ཚིག་རྣམས་དགོས་ཚིག་གི་རྣམ་པར་བྲིས། ད་བསྐ་པ་དེ་ཟིག་ད། དགུ་ནི་གསུམ་ལྡན། ཡང་བརྒྱ་གསུམ་ལྡན། ཡང་བརྒྱ་གསུམ་ལྡན་ཐ་མ་རྫོགས་བཞག། ཅེ་སྟག་རྒོད་ཟིག་ལམ་ནས་ག་འདྲས་སུ་བྲེའུ་རེ། ཏི་ཁྱ། ཙི་པེ་ལ་ཡ་ཟིག་ཨ་འདི་གས་ཆ་ཚང་རུ་སྣང་ཨ། དྲི་བ་གསུམ་པ་བར་སྟོང་སྐོང། ཀ་པ་འདི། བརྒྱད་ནས་བཞི་ལྡན། ཡང་བརྒྱ་བཞི་ལྡན། ཐ་མ་དེ་རྫོགས་བཞག་ཀླད་ཀོར་བྲིས་འདུག་ཨ།

འདི་སྐབས་ལ་ཁྱེད་རང་ག་རེ་བཤད་འགུག་འདུག་དགུན་ཟླ་ཡིན་གཅིག་མིན་གཅིག་ཡག་པོ་བཤད་འགུག་འདུག་ཨ། ད་རྩིས་པའི་དང་པོ་དེ་གཟིགས་ད། བསྒྱུར་རྩིས་མན་ངག་བེད་སྤྱད་ནས་དགོས་སྟོབས་འཚོལ། དཀའ་བ་དེ། གཉིས་དགོས་གཉིས། གཉིས་དགོས་གཉིས་ལ་ཡ་ཁྱེད་རང་འདི་འོག་དེ། བསྒྱུར་རྩིས་བྲིས་འདུག་ཨ། གཉིས་བྱེད་པ་གཅིག་གིས་གཉིས་བྱེད། གཉིས་བྱེད་པ་གཉིས་གཅིག་གིས་གཉིས་དེ་ཁྱེད་རང་དགུན་ཟླ་ཤིང་གི་ཡོད་རེད་བྱས་ཙང། གཉིས་དགོས་གཉིས་མཚུངས་རྟགས་ག་ཚོད་རེད་འདུག་གཅིག་རེད་འདུག་ཨ། གཉིས་ལ་གཉིས་བགོས་ན་ང་ཚོ་ལས་བགོ་ཐོབ་གཅིག་རག་རེད། ཁ་བ་དེ་སྲིད་ད། དྲུག་ལ་ཡ་གསུམ་གྱིས་བགོས། ད་དགུན་ཟླ་ག་རེ་ཤེས་འགུག་འདུག་གསུམ་གྱིས་དགུན་ཟླ་ཤེས་འགུག་འདུག་ཨ། གསུམ་གཅིག་གིས་གསུམ་གསུམ་གཉིས་ཀྱིས་དྲུག། དྲུག་ནང་ལོགས་ལ་ཡ་གསུམ་བྱེད་པ་ག་ཚོད་འདུག་གསུམ་བྱེད་པ་གཉིས་འདུག་ཨ་བྱས་ཙང་ཁྱེད་རང་གིས་དྲུག་བགོས་གསུམ་མཚུངས་དག་རྒྱབ་ལོགས་ག་ཚོད་བྲིས་འདུག་གཉིས་བྲིས་འདུག་ཨ་ག་ཡིན་ཟེར་ན། གསུམ་གཉིས་ཀྱིས་དྲུག་བྱ་གི་ཡོད་རེད་བ། དྲུག་ནང་ལ་གསུམ་བྱས་པ་དེ་འདྲ་གཉིས་ཡོད་རེད་བ།

དེ་ནས་ཁྱེད་རང་ཚོ་དེ་ལ་ཡག། སྒོས་རྩིས་ཐབས་ལམ་ཁག་མི་འདྲ་བ་གསུམ་སྟོན་འདུག་ཨ། སྒོས་རྩིས་དང་པོ་དེ་སྟོན་བཞི་དང། དྲུག་ལ་ཡར་གསུམ་གྱི་སྒོས་པའི་སྐབས་ལ་ཡར་སྒོས་ཐོབ་ལ་གཉིས་བྲིས་ཕྲད་ལ་བྲིས་འདུག་ཨ། སྒོས་ཐོབ་ཐུང་བ་དེ་ལ་ཡར་ཁ་འབྲས་བྲིས་འདུག་གསུམ་ལ་ཡར། ག་ས། དྲུག་ལ་ཡར་གསུམ་གྱི་སྒོས་ནི། གཉིས་ལ་བྲིས་སྟངས་འདི་འདྲས་བྲིས་ཤག། ད་སྒོས་ཐོབ་གསུམ་པ་དེ་བཞི་དང། སྒོས་ཐོབ་རིང་བ། དེ་ལས་ཁང་པའི་ནང་ལ་ཡར་དྲུག་བཞག་འདུག་ཨ།

འདི་ཡི་འགོད་ཐབས་རིང་བ་རེད། ད་ཡང་དཔེ་བཞི་དང་ཉི་ཤུ་ལ་ཡང་བཞི་འགོད། འགོད་ཐབས་ལ་ལྔ། བཞི་ལྔ་ཉི་ཤུར་བ་འགོད་ཐབས་ལྔ་ལས་སོང། ད་འགོད་ཐབས་ཐུང་བ་འདི་ལ་ཡང། ཉི་ཤུ་བསྐྱིས་ཏེ་བྲིས། འདི་གཡོན་ངོ་ཆོས་བཞི་བྲིས་བཞི་ལྔ་ཉི་ཤུ་ལམ་སང་བྲིས་འདུག་ཨ། ད་འགོད་ཐབས་རིང་བ་འདི་བཟིས་དང། འགོད་ཐབས་རིང་བ་འདི་ལ་ཡང། ཁང་པའི་ནང་རོ་ཉི་ཤུ་ཐམ་པ་བཞག་བཞག། ཁང་པའི་གཡོན་ངོ་ཆོས་ལ་བཞི་བྱས། ཨ། ག་འདི་སྔར་བྲིས་འདུག་ཨ། འདི་ག་འདྲས་སུ་བྱུང་བ་རེད། ང་ཚོ། དགུན་ཟླ་སྐྱོ་ཨ། བཞི་ག་ཚོད་ཀྱི་ཉི་ཤུ་རེད་བཞི་ལྔ་ཡི་ཉི་ཤུ་རུ་ཨ། བཞི་ལྔ་ཡི་ཉི་ཤུ་བྱས་ཏེ་ཉི་ཤུའི་འོག་ལས་ཉི་ཤུ་བྲིས་ནས་དགུན་ཟླ་སྐྱོ་ཨ་ཉི་ཤུ་བྲིས། ཨེ་ཉི་ཤུ་ནས་ཉི་ཤུ་འཐེན་པ་ཡིན་ན་ཀླད་ཀོར་རེད། བྱས་ཙང་དགོས་ཐོབ་ག་ཚོད་རེད་དགོས་ཐོབ་ལྔ་རེད། འདི་དགོས་ཐོབ། རིང་བ་འདི་རེད། སྦྱོང་ཚན་ལྔ་ཚང་གཉིས། དྲི་བ་དང་པོ། འགྱུར་རྩིས་མན་ངག་བེད་སྤྱད་ནས་འགོད་སྟོབས་འཚོལ་ཁྲིད་བ། དྲི་བ་འདི་ག་ལ་ཡང་ཁྱེད་རང་དགུན་ཟླ་སྐྱོ་ཨ་ནི་འགྱུར་སྟོབས་འཚོལ་ན། དྲི་བ་གཉིས་པ། ཐབས་ལམ་ཐུང་བའི་ཐོག་ནས་འགོད་རྩིས་རྒྱོབ། ད་ཐབས་ལམ་ཐུང་བའི་ཐོག་ནས་འགོད་རྩིས་རྒྱོབ་ཟེར་དུས་ཡི་གེ་ལ་ཡང་རྩིས་བེད་སྤྲད་དོ་དེའི་གཞི་བཟུང་བྱས་ནས་འགོད་རྩིས་ཅིག་རྒྱོབ། དྲི་བ་གསུམ་པ་ཡིན་ད། བར་སྟོང་སྐོང། བར་སྟོང་སྐོང་སྐོང་ཟེར་དུས་དེ་ལ་ཡ་བསམ་ཡག་པོ་ཞིག་གནང་ཨ། བཞི་ལ། བཞི་དགོས། བར་སྟོང་བྱས། མཚུངས་རྟགས་བཞི་འདུག་ཨ། བྱས་ཙང་བཞི་ལ་ག་ཚོད་ཀྱི་དགོས་པ་ཡིན་ན་བཞི་བྱ་གི་རེད། དེ་ཡི་གྲངས་དེ་སྟོང་ཆ་ནང་བྲིས། དེ་ན་བཞི་དགུ་ལ་ག་ཚོད་དགོས་པ་ཡིན་ན་གསུམ་བྱ་གི་རེད། དེ་སྟོང་ཆ་ནང་བྲིས་གི་བྲིས་གི་བྱས་དེ་སྟོང་ཆ་ཆ་ཚང་བསྐང་ཨ། སྔགས་ཚགས་གསུམ། གནས་གཅིག་གྲངས་ཀྱིས་གནས་གསུམ་གྲངས་ལ་བགོ་བ། དེ་ལ་ཡང་དྲིལ་བ་དང་པོ་དེ་གར་སྤྲད་དོ། ཉིས་བརྒྱ་སུམ་ཅུ་སྒོས་གཉིས། སྒོས་སྟོབས་ག་ཚོད་ཡོད་མེད་ཚད་བགོ་དུ་བ། དེ་ལ་ཡང་གོམ་པ་རིང་པོ་ཁ་ཤས་ཤིག་སྤྲད་བཞག་དེའི་སྔོན་ལ་ང་ཚོ་དེ་ལ་ཡང་དངོས་ཡོད་གནས་ཚུལ་གང་ལ་ཡང། བྱེད་སྒོ་ཅི་བྱེད་ཀྱིན་གདའ། གཟིགས་ཨ། ད་དེའི་དངུལ་ག་ཚོད་དོ་ཨ་ལས། བརྒྱ་བྱེ་བ་གཉིས་ཉིས་བརྒྱར་བ། བཅུ་བྱེ་བ་གསུམ་སུམ་ཅུར་བ་ཉིས་བརྒྱ་སུམ་ཅུ་ཉིས་བརྒྱ་སུམ་ཅུ་མི་གཉིས་ལ་སྒོ་ཤེར་བརྒྱ་བ་བྱུང་ན་ག་འདྲ་སེ་སྒོ་ཤེར་བརྒྱ་བ་རེད། ད་དངོས་གཙོའི་བརྒྱ་ཅན་གཉིས་དེའི་སྒོ་ཤེར་བརྒྱ། བརྒྱ་ཅན་གཉིས་དེ་མི་རེ་རེ་ལ་ཡང་བརྒྱ་བརྒྱ་རག་རུ་བ། དེ་ནས་ང་ཚོས་བཅུ་ཅན་གསུམ་དུ་བ་བཅུ་ཅན་གསུམ་ནས་བཅུ་ཅན་རེ་རག་རུ་བ། ད་འདིའི་རྗེས་ལ་ཡ། ད་འདི་བཅུ་འདི་གོ་ཤེས་རྒྱག་འོས་དུས། བཅུ་འདི་ང་ཚོས་མི་གཉིས་ལ་གོ་ཤེས་རྒྱག་འོས་ན་ཨ་ནི་ང་ཚོ། མི་རེ་རེར་ལྔ་ལྔ་རག་རུ་ཨ། བྱས་ཙང་ང་ཚོ་འདི་བཅུ་འདི་སིལ་མ་འཇལ་གྱི་ཡིན་ད། ལྔ་གཉིས་ལས་འཇལ་བི་ད། ལྔ་གཉིས་ལས་འཇལ་སོང་ཨ། མི་རེ་རེ་ལ། ལྔ་སྤྲད་དུས། ད་མི་གཅིག་ལ་ཡ། བེ་ཤ་ག་ཚོད་རག་སོང། བརྒྱ་དང། བཅོ་ལྔ། བརྒྱ་དང་བཅོ་ལྔ། བྱས་ཙང་སྔོན་ཉིས་བརྒྱ་སུམ་ཅུ་དེ་ཏག་ཏག་གོ་ཤ་བརྒྱད་སོང་ཨ། གོ་སྟོབས་ག་ཚོད་རེད་བརྒྱ་དང་བཅོ་ལྔ། ད་དྲང་གནས་གསུམ་ཅན་ལ་དྲང་གནས་གཅིག་ཅན་གྱི་དགོས་པའི་སྐབས་ལ། ང་ཚོ་ཨང་རྩིས་ནང་ལ་བྲིས་སྟངས་འདུག་སེ་བྲིས་པོ་བར། ཁང་པ་སྒྲོག་ཅེས་བྲིས་རོ་ཨ། ཁང་པའི་ནང་ལོགས་ལ་ཡ། གོ་ཤ་བརྒྱད་ཨང་ཀི་དེ་བྲིས་གོ་ཆ་དེ་བསྡད་ཤག། ཁང་པའི་ཕྱི་ལ་ཡ་གོས་རྗེས་འབྲངས་ཏེ་གོ་ཆ་རྒྱག་ཉལ་གྱི་ཨང་ཀི་བྱུ་ར་འདི་དེའི་གྲིའི་གུ་གོར་རེད། ད་འདིའི་སྒང་ལ་ག་རེ་ལེགས་རེད་གོ་ཐུབ་དེ་ལེགས་རེད། ད་གཟིགས་ཨ། ཉིས་བརྒྱ་སུམ་ཅུ་ཐམ་པ་ནང་ལ་ཡ་ཨ་ལས་དང་པོ་ང་ཚོ་རྒྱ་རྒྱ་ནད་ལ་འགྲོ་གི་ཡིན་ད་རྒྱ་ནད་ལ་ག་ཚོད་དོ། གཉིས་དུ་བ་བྱས་ཙང་རྒྱ་ཅན་གཉིས་ལ་ཉིས་བརྒྱ་བྱས། ཉིས་བརྒྱ་དེ་མི་གཉིས་ལ་གོ་ཆ་རྒྱབ་པ་ཡིན་ན་མི་རེ་རེ་ལ་ཡ་རྒྱ་ཅན་ག་ཚོད་རག་རེད་རྒྱ་ཅན་རེ་རེ་རག་རུ་ཨ། མི་རེ་རེ་ལ་བརྒྱ་བྱིན་རེ་རེ། བརྒྱ་བྱིན། རེ་རེ་མི་གཉིས་ལ་སྤྲད་པ་ཡིན་ན། བརྒྱ་གཉིས་ཀྱི་ག་ཚོད་རེད། བརྒྱ་གཉིས་ཀྱི་ཉིས་བརྒྱར་བ། བརྒྱ་ཆེ་བ་གཉིས་ཀྱི་ཉིས་བརྒྱ། བཅད་ཚང། ཉིས་བརྒྱ་རྫོགས་པར་ད་འཐེན་གྱིན་གདའ། སུམ་ཅུ་བྱས་གཉིས་ནས་གཉིས་འཐེན་པ་ཡིན་ན། ལེགས་གོ། ད་ག་ཚོད་ལྷག་སོང། སུམ་ཅུ་ལྷག་སོང་ཨ། ད་སུམ་ཅུ་དེ་བཅུ་ཅན་རེད་བ། ད་ང་ཚོ་བཅུ་ཅན་བགོ་བཤའ་རྒྱག་གིན་གདའ། དེ་གོམ་པ་གཉིས་པ་དེ་བཟི་ཨ། གུང་མོ་གཉིས་པོ་དེ་ལ་ཡང་བཅུ་ཅན་གསུམ་ལྷག་དང་སུམ་ཅུ། ད་སུམ་ཅུ་ཐམ་པ་དེ་མི་གཉིས་ལ་བགོ་བཤའ་བརྒྱབ་པའི་སྐབས་ལ་ང་ཚོས་ག་འདྲ་སྤྲད་ཀྱི་རེད་མི་རེ་རེ་ལ་ག་ཚོད་ཐོབ་ཀྱི་རེད། མི་རེ་རེ་ལ་བཅུ་ཅན་ག་ཚོད་ཐོབ་ཀྱི་རེད་བཅུ་ཅན་རེ་རེ་སྤྲད་ཀྱི་དང་བཅུ་ཅན་རེ་རེ་སྤྲད་ཀྱི་རེད། བཅུ་ཅན་རེ་རེ་སྤྲད་ན་ཨ་ནི་ག་ཚོད་རྫོགས་རེད་ཟེར་ཨ། བཅུ་ཅན་གཉིས་ཀྱི་ག་ཚོད་རེད། ཉི་ཤུ། བཅུ་ཅན་གཉིས་ཀྱི་ཉི་ཤུ་ད་ཐེངས་རྩིས་ཀྱི་བརྒྱབ་ཨ་ག་ཚོད་ལྷག་ཡོད་དོ་བལྟ་གི་འདའ། བཅུ་ཅན་ཉི་ཤུ་ཕར་སྤྲད་པ་ཡིན་ན་ཨ་ནི་ག་ཚོད་ལྷག་ཡོད་རེད། ཀླད་ཀོར་གསུམ་ལས་གཉིས་ཐད་ན་གཅིག། བཅུ་ཅན་གཅིག་ལྷག་ཡོད་དོ་ཨ། ཡ་གོམ་པ་གསུམ་པ་དེ་ལས་ཟིན་ད། ཉིས་བརྒྱ་སུམ་ཅུ་ཐམ་པ། ནས་བརྒྱ་ཅན་སྒོས་ཚར་ཡིན། བཅུ་ཅན་སྒོས་ཚར་རེད་ད་བཅུ་ལྷག་འདུག་ཨ། བཅུ་ཅན་གསུམ་ནས་བཅུ་ཅན་གཉིས། སྤྲད་ཚར་ནས་ཨ་ནི་བཅུ་ཅན་ག་ཚོད་འདུག་བཅུ་ཅན་གཅིག་ལྷག་སོང་ཨ། ད་བཅུ་ཅན་གཅིག་དེ་བགོ་བཤའ་བརྒྱབ་པའི་སྐབས་ལ། བཅུ་དེ་མི་གཉིས་ལ་སྤྲད་འོག་བྱས་ན་མི་རེ་རེ་ལ་ག་ཚོད་རག་གི་རེད།

དེ་ཆ་ཚང་བསྡོམས་པའི་དགོས་སྟོབས་དེ་གཅིག་བརྒྱ་བཅོ་ལྔར་འདུག་གཅིག་བརྒྱ་བཅོ་ལྔ་དེ་དགོས་སྟོབས་ཆགས་སོ། ད་རིམ་པ་བཞི་བ་དང་བལྟས་པས་ན་ང་ཚོས་མདོར་བསྡུས་པར་བྱས་ནས་གོ་ཤེས་རྒྱག་གི་ཡོད་རེད། མདོར་བསྡུས་པ་ག་འདྲ་རྒྱག་དགོས་ཀྱི་རེད་ཡ་གཟིགས་ཨ། གཉིས་ཀྱི་དང་པོ་དེ་གཉིས་དེ་ལ་ཡང་གོ་ཤེས་རྒྱབ། གཉིས་ནང་ལ་ཡང་གཉིས་བྱེད་པ་ག་ཚོད་ཡོད་རེད་གཉིས་བྱེད་པ་གཅིག་རེད་བ། གཉིས་གཅིག་གིས་གཉིས། ཨ་ནི་གཉིས་ནས་གཉིས་འཐེན་ན་ག་ཚོད་ཆགས་ཀྱི་རེད། ལེགས་གོ་རྫོགས་སོང་ང། ད་ང་ཚོས་གར་བྱེད་ཀྱི་རེད། གསུམ་དེ་གོ་ཤེས་རྒྱག་གི་རེད། གསུམ་དེ་གོ་ཤེས་མ་རྒྱག་གོང་ལས་གསུམ་དེ་མ་ཁ་ཐུག་མ་སྤབ་ན་འདའ། གསུམ་མ་སྤབས་སོང་ང། ད་གསུམ་ནང་ལ་གཉིས་བྱེད་པ་ག་ཚོད་ཡོད་རེད། གསུམ་གྱི་ནང་ལ་གཉིས་བྱེད་པ། གཅིག་གིས་གཉིས། ཨ་ཐེངས་རྩིས་རྒྱབ། གསུམ་གི་ནང་ལ་གཉིས་བྱས་པ་གཅིག་མ་འཐེན་པ་ཡིན་ན་ཨ་ག་ཚོད་ལྷག་རེད། གཅིག་ལྷག་རེད་བ། དེ་ནས་ང་ཚོ་ད་ལྟ་ཀླད་ཀོར་དེ་ལྷག་ཤག་ཀླད་ཀོར་དེ་མ་ཁ་ཐུག་བབས། ཨ་ག་ཚོད་ཆགས་སོང་བཅུ་ཆགས་སོང་ཨ། བཅུའི་ནང་ལ་གཉིས་བྱས་པ་ག་ཚོད་ཡོད་རེད་དགུ་ཟླ་གཅིག་ཀྱོག་ཟླ་གཉིས། ལྔ་ཡིས་བཅུ་རེད་བ། ཨ་ཐེངས་རྩིས་གཅིག་རྒྱབ། བཅུ་ནས་བཅུ་འཐེན་པས་ན་ཀླད་ཀོར་བ། ཡང་གཅིག་ནས་གཅིག་ནས་འཐེན་པས་ན་ཀླད་ཀོར་ནས་ཀླད་ཀོར་འཐེན། བཅུ་ནས་ནས་བཅུ་ནས་འཐེན་པས་ན་གཅིག་ནས་གཅིག་འཐེན་ཀླད་ཀོར། བྱས་ཙང་ཉིས་བརྒྱ་སུམ་ཅུ་ཐམ་པ་ཆ་ཚང་རྫོགས་སོང་ཨ། མི་རེ་རེར་ག་ཚོད་རག་དུ། བརྒྱ་དང། བཅོ་ལྔ། ཆིག་བརྒྱ་བཅོ་ལྔ་འདིའི་བགོ་ཐོབ་རེད། ད་ང་ཚོས་རྒོལ་རྩིས་ཀྱི་རྩིས་དཔེ་དེ་སྒྲུག་ཡིན་ད། གཞུང་འབྲེལ་རྩིས་གཞི་ཐོག་རྩིས་བྲིས་འདུག་ཨ། གོ་ཐོབ་ག་འདྲས་འཚེ་བ་ཡོད་མེད་ང་ཚོ་ནག་པང་དེར་གཟིགས་ཨ། ཡང་ད་རྩིས་དཔེ་ཀ་པ་དེར་གཟིགས་ཨ། དེ་གར་དུ་དྲི་བ། ཉི་ཤུ་ཐམ་པ་དགོས་གཉིས་འདུག་ཨ། ཉི་ཤུ་ཐམ་པ་དགོས་གཉིས་དེ་ལ་དང་པོ་ཁྱེད་རང་གིས། གཉིས་དེ་གིས་གཉིས་དེ་ལ་དགོས་ཨ། གཉིས་དེ་གིས་གཉིས་ལ་དགོས་པའི་སྐབས་ལ་ཁྱེད་རང་དགུ་མདའ་སྐྱོར་ན་ད་གཉིས་ག་ཚོད་ཀྱི་གཉིས་རེད། གཉིས་གཅིག་གི། གཉིས་རོ་ཨ།

ག་ཚོད་རེད་ཀླད་ཀོར་ལ་གཉིས་དགོས་པས་ན་ཀླད་ཀོར་ར་རོ། དགུ་མདའ་སྐྱོ་བས་ནི་གཉིས་ཀླད་ཀོར་གྱི་ཀླད་ཀོར་བ་གཉིས་ཀླད་ཀོར་གྱི་ཀླད་ཀོར་གོ་ཞིག་གས་མི་འདུག་བ། ཀླད་ཀོར་ནི་ཀླད་ཀོར་ཐེན་པ་སི་ནས་ཀླད་ཀོར་རང་ལྷག་རེད་བ། ཀླད་ཀོར་རང་རེད། ད་ཁ་བ་དང་སི་ཨ། སུམ་ཅུ་སོ་དྲུག་དགོས་བཞི་འདུག་བ། སུམ་ཅུ་སོ་དྲུག་དགོས་བཞི་དུ་དང་པོ་ཁྱེད་རང་གིས། བཅུ་གནས་ལ་ཡོད་པའི་གྲངས་དེ་ལ་དགོས་ཀྱི་རེད་བ། བཅུ་གནས་ལ་ཡག་གྲངས་ག་ཚོད་དང་གསུམ་འདུག།

དུམ་བུ་རེ་རེ་རེ་རེ་ལ་ཡང། བཅུ་ཅན་བཅུ་ཅན་རག་གི་མི་འདུག་ཟེར་བར་དང་དོན་དག་རྡོག་རྡོག་ལྟ། རག་གི་མེད་ཙང་ང་ཚོས་བཅུ་དེ་རང་འཇགས་མ་སྤོབས། རྟགས་ཀྱི་གྲངས་ཀ་འདི། གཅིག་གནས་ལ་ཡང་གྲངས་ག་ཚོད་འདུག་དྲུག་འདུག་ཨ། གཅིག་གནས་ལ་ཡང་གྲངས་དྲུག་དེ་མ་སྤོབས་ཡིན་ན་ག་ཚོད་ཆགས་ཀྱི་འདུག་སུམ་ཅུ་སོ་དྲུག་ཆགས་ཀྱི་འདུག་ཨ། རྟགས་སུམ་ཅུ་སོ་དྲུག་དེ། དུམ་བུ་བཞི་ལ་བཏང་བ་ཡིན་ན། ཨ་ནི་ག་ཚོད་རེད་རྟགས་དེ་ང་ཚོས་ཡང་དགུ་མདའ་སྐྱོ་ན་འདའ། སུམ་ཅུ་སོ་དྲུག་ག་ཚོད་རེད་སུམ་ཅུ་སོ་དྲུག་ན་བཞི་ག་ཚོད་འགྲོ་གི་འདུག། བཞི། དགུ་ཡི། སུམ་ཅུ། སོ་དྲུག། བཞི་དགུ་མདོ། ཏག་ཏག་དྲུག་འདུག་ཨ་ཅེ་རྩ་ནི་སུམ་སོ་དྲུག་ནས་སུམ་སོ་ཅུ་སོ་དྲུག་འཐེན་དང། ག་ཚོད་ལྷག་གི་རེད་དྲུག་ནས་དྲུག་འཐེན་ན་ལེགས་གོ་གསུམ་ནས་གསུམ་འཐེན་ན་ལེགས་གོ། བྱེད་དུས་སུམ་ཅུ་སོ་དྲུག་དུམ་བུ་བཞི་ལ་བཏང་བཏང་པ་ཡིན་ན་དུམ་བུ་རེ་རེ་ནང་ལ་དགུ་འདུག་གསུམ་སོ་དྲུག་དགུས་བཞི་དགུ་ཐོབ་དགུ། ད་ག་དེར་སྲིད་ཨ་ག་པ་དེ་ལ། ག་པ་དེ་བཞི་བརྒྱ་སུམ་ཅུ་སོ་གཉིས་ལ་གཉིས་བགོས། བཞི་བརྒྱ་སུམ་ཅུ་སོ་དྲུག་ལ་གཉིས་བགོས་ཟེར་དང་པོ་ང་ཚོ་དེ་གནས་གྲངས་གནས་སོ་སོ་ལ་ཡ་གྲངས་ག་རེད་དོ་དེ་ལ་དཔག་པའི་གནས་ཐོབ་དེ་ཁྱེད་རང་ཚོས་ཤེས་དགོས་གོ། དེ་བཞི་དེ་བཞི་བརྒྱར་བ། འདི་གསུམ་ནི་སུམ་ཅུར་བ། འདི་གཉིས་ནི་གཉིས་རང་རོ། གཅིག་ནས་བཅུ་ནས་བརྒྱ་ནས་ཧ་གོ་བར་བྱེད། ད། གཉིས་དེ་གིས་བཞི་ལ་བགོས་དང། གཉིས་དེ་གིས་བཞི་ལ་བགོས་དུས་ཀ་ནས། མདོར་བསྡུས་པར་ཕྱིན་ན་ང་ཚོ་དགུ་ཟླ་སྐྱོ་བོ་ཡོད་རེད། དོན་དག་པར་ཕྱིན་པ་ཡིན་ན། བཞི་བརྒྱ་དེ་དུམ་བུ་གཉིས་ལ་བཏང་དགོས་རེད། ད་ང་ཚོ་དགུ་ཟླ་སྐྱོ་བོ་ཡིན་ད། བཞི། གཉིས་ག་ཚོད་ཀྱིས་བཞི་རེད། གཉིས། གཉིས་ཀྱིས་བཞི། ལ་ཐན་ཚིག་ཅིག་སྐྱབས། གཞི་ནས་གཞི་ཐན་པ་ཡིན་ན། ལེགས་གོ། ད་གསུམ་དེ་མ་ཐན་ཨ་མ་པབ་ཨ། གསུམ་དེ་མ་ཁ་ཐུག་པབ་སོང་ཨ། ད་གསུམ་དེ་རིགས་ལ་ཡང་གཉིས་ཀྱི་སྒོ་ཡ་ཐབས་ཤེས་བྱེད་ད། གསུམ་ནང་ལ་ཡང་གཉིས་ཀྱི་དགུན་ཟླ་ག་ཚོད་པ་དུ་དྲུག་རེད། གཉིས་གཅིག་གིས་གཉིས་བྱེད། གཉིས་གཉིས་ཀྱིས་བཞི་རུ་ཨ། བཞི་བྲིས་ན་ནི་གསུམ་ལས་མང་བ་ཆགས་སོང་བྱས་ཙང་ང་ཚོས་གཉིས་གཅིག་གིས་གཉིས་བྲིས། ད་གསུམ་ནས་གཉིས་འཐེན་པ་ཡིན་ན་ག་ཚོད་ལྷག་རེད། གཅིག་ལྷག་རུ་ཨ། དེ་ནས། ང་ཚོ་གཅིག་ཅན་གཉིས་དེ་ད་ལྟ་ལྷག་ཡོད་གོ་ཤ་རྒྱག་རྒྱུ་རེད། བྱས་ཙང་གཅིག་ཅན་གཉིས་དེ་ཁ་ཐུག་མ་བཤུས་དང། གྲངས་དེ་ག་ཚོད་ཆགས། བཅུ་གཉིས་ཆགས་སོང་ཨ། བཅུ་གཉིས་ལ་ཡང་གཉིས་གོ་ཤ་རྒྱག་པའི། སྐབས་ལ་ཁྱེད་རང་གིས་ཡང་རྙེད་དགོས་མདའ་ཤེས་དགོས་ཀྱི་རེད། རྙེད་ག་ཚོད་ཀྱི་བཅུ་གཉིས་རེད། རྙེད་དགོས་མདའ། ཡག་པོ་ཤེས་གྱི་ཡོད་ན་ང་ཚོ་ག་ཟིག་རེད། རྙེད་དྲུག་གི་བཅུ་གཉིས་རེད་ཟེར་བ། རྙེད་དྲུག་གི་བཅུ་གཉིས། བཅུ་གཉིས་ནས་བཅུ་གཉིས་འཐེན། གཉིས་ནས་གཉིས་འཐེན་ན་ལེགས་གོ་གཅིག་ནས་གཅིག་འཐེན་ན་ལེགས་གོ། ལྷག་མི་འདུག་བྱས་ཙང་ང་ཚོས་བཞི་བརྒྱ་སུམ་ཅུ་སོ་གཉིས་ལ། གཉིས་ཀྱི་བགོ་བཤའ་བརྒྱབ་པའི་སྐབས་ལ་ཡང། ཆ་ཚང་དུ་གོ་ཐུག་ཏུ། མི་རེ་རེར་ག་ཚོད་རག་དུམ་བུ་རེར་ན་ག་ཚོད་དོ། ཉིས་བརྒྱ་བཅུ་དྲུག། ཉིས་བརྒྱ་བཅུ་དྲུག་འདི་བགོས་ཐོབ་རེད། སྲིད་པའི་ལྷག་མ་དེ་ཚོ་དེ་ནང་བཞིན་རེད་ད། སྦྱོང་ཚན་ལྔ་ཚ་གསུམ་ལ་ག་བྲིས་ཏོ། དགོས་ཚིག་རྒྱོབ་བྲིས་ཏོ། ནས་དྲི་བ་མང་པོ་ཞིག་སྤྲད་ཤ། དྲི་བ་དེ་ལ་ཡང་ཁང་པ་བྲིས་སྟངས་མ་འདྲ་ཞིག་འདུག་ཁང་པ་བྲིས་སྟངས་གཞི་བཟུང་གིས་ཁྱེད་རང་གི་དགོས་ཚིག་རྒྱབ་ཨ།

མེ་ཏོག། ཚན་པ་གཅིག་ནང་ལ་ཡ། མེ་ཏོག་ག་ཚོད་དུ་བཟི་ད། གཅིག་གཉིས་གསུམ་བཞི་དུ་ཨ། བྱས་ཙང་སློབ་ཕྲུག་བཞི་ལ་གོ་ཤ་བརྒྱབ་པའི་སྐབས་ལ། མི་རེ་རེ་ལ་ཡ་བཞི་བཞི་བཞི་བྲིས་རོ་ཨན་ཁྱང་བཞི་ཚན་པ་ག་ཚོད་ཡོང་ས་རེད། མེ་ཏོག་རང་ལ་ཡ། མིག་བལྟས་ཨན་ཕ་ཆོས་ངོ་དེ་ལ་ཡ། རྩིས་པས་སྟོན་དུ་ཨ། བཅུ་དྲུག་དགོས་བཞི། བཅུ་དྲུག་དགོས་བཞི་ལ་དགོས་ཐོབ་ག་ཚོད་རག་ཏུ་ཡི་གེ་བཞི་རག་ཏུ་ཨ། བྱས་ཙང་བཅུ་དྲུག་དགོས་བཞི་ལ་ཡ། དགོས་ཐོབ་བཞི་རེད། ཐ་མ་ལན་ག་འདྲ་བརྒྱ་བོ་རེད་སློབ་ཕྲུག་རེ་ལ་མེ་ཏོག་དམར་པོ་བཞི་རེ་ཐོབ། ད་ཁ་བ་འདི་ལོག་ཡིན་ད། རྒྱའི། དོན་གྲུབ་ཀྱིས་ཆུ་སྔ་མོ་ཤེལ་དམ་ལྔ་ལ་སྒོར་ཆིག་བརྒྱ་ལྔ། སྤྲད་ན། ཁོང་གིས་ཆུ་སྔ་མོ་ཤེལ་དམ་གཅིག་ལ་སྒོར་ག་ཚོད་སྤྲད་པ་རེད་དམ།

སྦྱོང་ཚན་ལྔ་ཚ་བཞི། ཟི་ཨ། སྦྱོང་ཚན་ལྔ་ཚ་བཞི་ལ་ཡང་དྲི་བ་ཀ་ནས་ང་བར་དུ་འདུག་འདི་གས་ཆ་ཚང་ལོ་ཁྱང་གིས་ཡག་པོ་ཀློག་ན་ཨ་ནི་ལན་འདེབས་འདི་དཔེ་ལ་ཡག་ཟིན་ནས་ལན་འདེབས་བརྒྱ་དང་ག་འདྲ་དེ་བལྟས་ཨ་ནི་ཆ་ཚང་གནང་ཨ། ཡིག་ཐོག་དྲི་བ་རྐྱང་རྐྱང་རེད་འདུག་ཨ། སྒོས་ཟིའི་སློབ་ཚན་འོག་དེ་ཡང་བྱེད་སྒོ་གནང་འདུག་ཨ་བྱེད་སྒོ་དང་པོ་དེ་གང་ཚོ་ཀློག་ཡིན་དང་སྙམ་དོ། བྱེད་སྒོའི་མིང་ལ་ཡང་དགུན་ཟླ་བཅས་ཏེ་སྒོས་ཟིས་རྒྱག་པ། བྲིས་འདུག་ཨ། ད་དེ་ལ་ཡང་རྩེད་མཁན་ག་ཚོད་འདུག་ཟི་ཨ། སྡེ་ཚན་གཅིག་ནང་རྩེད་མཁན་བཞི་ནས་དྲུག་བར། དགོས་དགུ་ཅག་ལ་གར་གར་དགོད་དོ། གཅིག་ནས་སྔགས་བར་གྱི་དགུན་ཟླ་དང། དེ་འབྲེལ་གྱི་དགོས་རྩིས། ཁ་གཉིས། བྲིས་པའི་ཤོག་བྱང་བཅས་དགོས་དགུ་འདུག། ད་ཀ་བ་དུ་ཀློག་ཡིན་ད། དགེ་རྒན་གྱིས་སྡེ་ཚན་ཁག་ལ་བྱེད་སྒོ་འགྲེལ་བཤད་བརྒྱབ་སྟེ་གཡས་ཀྱི་རྩིས་གཞི་ལྟ་བུའི་ཤོག་བྱང་རྣམས་སྡེ་ཚན་ལ་འགྲེམས་དགོས། ད་འདི། གཡས་ངོ་ཅོག་ལ་ཡ། རྩིས། ཤོག་བྱང་ཅིག་བྲིས་པ་ཅིག་སྟོན་གྱི་འདུག་ཨ། འདི་ནང་བཞིན་ཁྱེད་རང་ཚོས་ཀྱི་སྡེ་ཚན་ནང་ལ་ཡ། བཀྲམ་དགོས་ཀྱི་ཡོད་རེད་འདི་འདྲས་བཟོས་ནས། ད་ཁ་བ་འདི་ད། སྡེ་ཚན་སོ་སོས་གོང་གི་དཔེ་མཚོན་ལ་ཞིབ་ལྟ་བྱས་རྗེས་ཤོག་བྱང་ནང་གི་བྱེད་སྒོ་ཁག་ལ་ནང་ཁུལ་གྲོས་བསྡུར་བྱེད་དགོས་ལ་རྩིས་ཡང་དགོས་བྲིས་འདུག་འདི་རྩིས་དེ་བརྒྱབ་ཚར་བའི་རྗེས་ལ་ནང་ལོག་ནང་ཁུལ་གྲོས་བསྡུར་བྱས་རྩིས་གས་བརྒྱབ་ནས་ནི་དེ་བྱེད་དགོས་དང། ག་པ། སྡེ་ཚན་སུས་མ་ནོར་བ་སྔོན་ལ་བརྩིས་ན་དེ་བསྔགས་བརྗོད་གནང་དགོས་ལ་སྡེ་ཚན་གཞན་པར་འགྲེལ་བཤད་ཡང་རྒྱག་དགོས། ད་ང་ཚོ་བྱེད་སྒོ་གཉིས་པ་དེ་ལ་ཡང་དོ་སྣང་ཅིག་བྱེད་ཀྱིན་གདའ། བྱེད་སྒོ་གཉིས་པ་དེ་ཉོ་ཚོང་རེད་ཤག། བཙལ་མཁན་ག་ཚོད་གོ་དོ་སྡེ་ཚན་གཅིག་ནང་བཙལ་མཁན་བཞི་ནས་ལྔ་དྲུག་བར། དགོས་མཁོ་གར་གོ་དོ་གོང་ཚད་བྲིས་པའི་དངོས་པོའི་པར་རིས་དང་དངུལ་རྫུན་མ་འགའ། ཀ་པ། དགེ་རྒན་གྱིས་སྡེ་ཚན་ཁག་ལ་བྱེད་སྒོ་འགྲེལ་བཤད་བརྒྱབ་རྗེས་གོང་ཚད་བྲིས་པའི་དངོས་པོའི་པར་རིས་ཁག་དང་དངུལ་རྫུན་མ་རྣམས་འགྲེམས་དགོས། ཇི་སྟེ་ང་ཚོས་དངོས་པོ་མང་པོ་ཅིག་ལ་ཡང་དངུལ་གོང་ཚད་དེ་གའི་བྲིས་འོག་ཏུའང་དངུལ་རྫུན་མ་དེ་ཡང་འགོད་དགོས་འདུག་ང་ཚོ་ལྟ་ཁ་པ་འདི་ལྟ། སྡེ་ཚན་ཕན་ཚུན་དབར་ཉོ་ཚོང་བྱེད་པ་དང་ཆབས་ཅིག་གང་བཙོང་བ་དང་ཉོས་པའི་དངོས་པོའི་མིང་དང་གོང་ཚད་སྡེ་ཚན་གང་ནས་ཉོ་ཚོང་བྱས་པ་བཅས་ཀྱི་ཟུར་ཐོ་འགོད་དགོས། ད་ཟུར་ཐོ་བཀོད་སྟངས་ཞིག་དུ་བ་དེ་གང་ལ་ཡང་དཔེ་མཚོན་ཞིག་སྤྲད་བཞག་དཔེ་མཚོན་དེ་དཔེར་ན་དང་པོ་ང་ཚོས་སྒོར་བརྒྱ་དང་ཉི་ཤུ་ཡིས་སྡེ་ཚན་ཁ་པར་ནས་སྨྱུ་གུ་ལྔ་ཉོས་པ་ཡིན་དེར་བརྟེན་བརྒྱ་དང་ཉི་ཤུ་སྒོས་ལྔ། གར་དང་མཚུངས་པ་རེ་ཉི་ཤུ་རྩ་བཞི། སྨྱུ་གུ་སྨྱུ་གུ་གཅིག་ལ་སྒོར་ཉི་ཤུ་རྩ་བཞི་སྤྲད་འདུག། གཉིས་པ་དེ་ལ་ཡང་སྨྱུ་གུ་ལྔ་སློབ་མ་ལྔ་ལ་བགོས་པས་བགོས་ལྔ་བགོས་ལྔ་མཚུངས་གཅིག་བྲིས་འདུག་ཨ། ཅེ་ཏོ་སློབ་མ་རེ་ལ་སྨྱུ་གུ་གཅིག་རེ་ཐོབ་ཀྱི་འདུག་ཅེ་ཚང་ཟུར་དུ་བཀོད་སྟངས་དེ་དུ་བཀོད་དགོས་སྐོར། ད་ག་པ་དེ་ལོག་ཡིན་ད། དེའི་རྗེས་ཉོ་ཚོང་བྱེད་པའི་ཐོ་འགོད་རྣམས་ལས་སྒྱུར་རྩིས་དང་འགོད་རྩིས་ཀྱི་རྩིས་གཞི་བཟོ་དགོས་པ་དང། སྡེ་ཚན་རེ་རེ་བཞིན་དམངས་ལ་སྤྱན་བསྟར་བྱེད་དགོས། སོ་སོའི་སྡེ་ཚན་གཞན་དག་ལ་ཡང་འགྲེལ་བཤད་བརྒྱབ་ཨ། ང་ཚོ་འཛིན་གྲྭ་གཉིས་པའི་འགོད་རྩིས་སློབ་ཚན་འདི་སྦྱངས་ཚར་བའི་རྗེས་ལ་ང་ཚོ་ག་རེ་བཤམས་པ་དགོས་ཀྱི་ཡོད་རེད།